དེ་ནས་འདས། སངས་རྒྱས་ཀྱི་བསྟན་པ་ལུགས་ཕན་བཏགས། འགྲོ་བ་རིགས་དྲུག་གི་སེམས་ཅན་དུས་སུ་ལུགས་ཕན་བཏགས་ཏེ་བགྱིས་པས། ད་ནི་བའི་གཞུ་ཡོད་པ་རྨོ་ཞིག་ལ། ད་ག་དེ་བིན་སི་ཅི་རུ་ར་ད་གི་སར་དེ་ད་ཆུའི་རྡུལ་དེ་བགྱི་བའི་ཤུལ་དུ་གཟུམ་གྱིས་སྦས་བ་སྦྱིན། དེ་ནས་དེ་ཁོ་འཁྲུངས་ས་དེ། དེ་ནས་འདས་མ་ཁོ་འདུག་ཅིང་བསྟན་ཟེར།

བློན་པོ་ཡིན་རུང་དམག་དཔོན་ཡིན་རུང་ག་ཅི་ཡིན་རུང་ང་ཅེ་ཕྱི་ཡོད་པས་སུ་རྨིས་པའི་ཐོག་མིན་ན་ན་ག་ར། དེ་ལན་ཏེ། ཕོ་དེ་སུ་ག་ར་སྤོ་བོ་གིས་སྤྲུལ་པ། རྒྱ་གར་གྱི་དཔེ་འདི་ལྟ་དང་དེ་ལན་དེ་དག་དུས་འདུལ་བའི་གྲུབ་ཐོབ་དེ་སུས་ཀྱིས་སྤྲུལ་པ་ཡིན་ཟེར་ལབ་མེད་ལ། དེ་ལན་ཨམ་སུ་དེ་སུ་ག་ར

དེ་བྱུང་གོ་བི་གིས་དེ་ལན་དེ་ལུང་བསྟན་འདི་སུ་ག་དེ་བས་ཕོབ་ཅིག་ཟེར་བ་བྱིན། ད་དུས་ཚེས་ཧ་ནི་གི་སྐབས་ལུ་ལོ་སྟོང་ཕྲག་གི་ཧན་བར་གྱི་ལོ་རྒྱུས་ཡིན་པས་དེ་ལྟ། འཛམ་བུ་གླིང་ན་ལུ་སངས་རྒྱས་ཀྱི་བསྟན་པ་ལྡོག་དང་སྔགས་གཉིས་ཆར་ཡལ་ས་ས་ཡལ་ས་ས་བས་དེ་ལན་དེ་རྣམ་སྨིན་བསམ་པའི་ལ་ཁ་བས་དེ་ཕྱོགས་ཕྱོགས་ལས་སྟོད་ལས་རྡུལ་དུ་སུ་དེ་ལན་དེ་ཕྱོགས་བཞི་མཚམས་བརྒྱད་ལས་རྡུལ་དུ་སུ་རྣམ་སྨིན་བསམ་པའི་ཁ་བཏགས་དེ་གི་བས

ཧེ་མ་ཧེ་མ་དེ་སྙུན་དགུ་རུ་རིན་པོ་ཆེ་གི་སྐབས་ལོ་སྨོན་ལམ་སློབ་པའི་དུས་ཡང་ནི་དུས་སུ། དེ་ལན་ཏེ། ལོ་དེ་གི་བའི་དོག་རོ་དེ་ཡང་ནི་བའི་རང་ལ་སོགས་ཟེར་གི་ས་གོ་ན་ལོ་སྐྱེ་བ་ལོན་དེ་གི་བའི་དེ་ལན་ཏེ་དེ་འོ་ཡིན་ས་ལབ་མེད་ལ། དེ་ལན་ཏེ་ཡ་ལུ་ཅི་དེ་རྒྱས་པའི་སྐྱེ་ཡི་དུས་དུས་སུ་ཡ་ལུ་ཅི་དེ་གི་འོ་ལེན་པ་གི་བློན་པོ་མ་བིན་པས་དེ་ཡང་ནི་བའི་སྐྱེ་ཡི་སྔ་ལས་ཏེ་འཛམ་བུ་གླིང་ན་ལུ་དེ་སེམས་བསྐྱེད་དུས་སུ།

རང་ར་ཡག་ཐོན་རང་ར་སྟོབས་ཤུགས་ནུས་པ་བཟོ་ནི་ཡིན་ཟེར་གི། དེ་གི་ཐོག་ལེ་བི་བི་ཤོན་དེ་ནས་དེ་འདྲ་མ་དྲི་བྱིས་པའི་མོག་མོག་ལ་ཧ་ནི་བཟུམ་པས། སྙུན་གི་དུས་ལས་དེ་འཛམ་བུ་གླིང་ན་ལོ་ད་ཧ་ནི་བས། དེ་ལན་དེ་ནག་ཆུ་གི་འདྲེ་སྲི་འབྱུང་པོ་འདི་སུ་གི་དེ་ལན་དེ་སངས་རྒྱས་ཀྱི་བསྟན་པ་འདི་སུ་ལོ་གནོད་བསྐྱལ་དེ་སངས་རྒྱས་ཀྱི་སྟོན་པ་ལོ་གནོད་བསྐྱལ་ཟེར་ལ་བས་ང་ལས་སངས་རྒྱས་ཀྱི་བསྟན་པ་ཟེར་མི་དེ་གཞན་ལོ་ཕན་བཏགས་ནི་གི་དེ་ཨི་མེད་པ་དེ་དེ་ལས་དེ་དུས་དུ་སུ་གྱིས་བཞིན་དུ་ཨནྡེ་བི་སྣོད་བཀས་ནས་དེ་པའི་ང་ལས་དེ་ལས་དེ་ཙཱ་ད་པུ་ལེ་ར། དེ་ལས་དེ་མ་ཐུལ་མ་བོས་པའི་ཡུལ་ཤོན་དུད་སངས་རྒྱས་ཀྱི་བསྟན་པ་དུས་སུ་ལུ། དེ་ལས་དེ་ཉིམ་ཤ་འུ་ཏོ་ལུ་བག་མོ་ཤུག་ཏུ་བཟུང་པའི་རིམ་པ་བཞིན་དུ་དེ་ཨནྡེ་བི་མ་བསྒྲིབས་དེ་ཡིད་པའི་དུས་ཉིན་ཁ་དག་དེ་ཡིད་པའི་དུས་ཀྱི་བསྟན་པ་དུས་སུ་ཁ་དག་དེ་ཡིད་པའི་དག་ཨནྡེ་བི་ཡོད་པའི་གྱི་དུས་ཚེ་ཅི་ན་ལུ། ད་དེ་ལས་དེ་ཕྱོགས་བཅུ་ན་བཞུགས་པའི་རྒྱལ་བ་སྲས་དང་བཅས་པ། ཞིང་ཁམས་རབ་འབྱམས་ཞིང་ཁམས་ན་བཞུགས་པའི་དགེ་སྟེ་རྒྱལ་བ་སྲས་དང་བཅས་པ། དུས་སུ་འཛམ་བུ་གླིང་ན་ལུགས་སངས་རྒྱས་ཀྱི་བསྟན་པ་འདི་མ་ཉམས། སེམས་ཅན་གྱི་བདེ་སྐྱིད་དུས་སུ་མ་ཉམས། དེ་ལས་འདས་ནག་ཆུ་རྡུལ་གྱི་རིགས་དུས་སུ་ཡང་ཁ་བཏགས་མི་བསྡུ་ལུགས་ཐུགས་ཉིད་བཞེས་ཀྱིས་མ་བཟོད་པ་བུ་ཡུལ་གཞོན།

ད་དེ་ལན་དེ་གེ་སར་ལྕམ་གཅིག་མེད་པར་ཁོ་རྒྱལ་པོའི་གཙོ་བོ་དེ་ཁོ་བས་དེ་ནས་ཁོ་གིས་འཕྲིན་ལས་སྒྲུབ་པའི་གི་གྲོ་བོ་བས་དེ་རྒྱ་གར་ནག་གི་གྲུབ་ཐོབ་དགེ་ཆོས་སེ་འདུག་པར་རྨོངས་ལ་ཨཱ་ནི་གི་གྲུབ་ཐོབ་དགེ་ཆོས་ཀྱི་སྤྲུལ་པ་དུས་སུ་ཡ་ལུ་ཅིའི་གླིང་ལུས་རང་ངོ་འབར་བའི་གི་ཡ་ལུ་ཅིའི་བདུད་ཀྱིས་དེ་ལན་དེའི་དབུས་དུ་སི་ན་ལ་བྷ་ལུ་སྐྱེ་བོ་བཞི་དེ་གི་བས་སྐྱེ་བོ་བཞི་དེ་གི་བས་ཡ་ལུ་ཏི་བཞི་བས་ཚེ་བདུད་བཟུང་བས་བདུད་ཀྱི་བློན་པོ་དམག་བིན་བཟུང་བས་ཡ་ལུ་སེ་བས་ཀྱི་ཡ་ནི་བས་འདུག་པར་རྨོངས་ལ་དེ་དེ་བར་དུ་ནག་ན

གེ་སར་རྒྱལ་བའི་རྒྱལ་ཕྲིན་ལས་འགྲུབ་པའི་གྲོགས་མགར་བཟའ་ཆོས་སྡེ་སེ་འདུག་རྨོག་ལ། ཨ་འདི་དུས་སུ་རིམ་པ་བཞིན་དུ་བས་ཏེ་ཡར་ལུ་དུས་ཀྱི་ཧ་ལུ་སྐྱེ་བོ་ལིན་ཡར་ལུ་ལིན་ལུ་ར་ནི་བས་སྐྱེ་བོ་ལིན་ཏི་གི་བས་ཏེ་ལན་ཏི་ཡར་ལུ་ཅི་ཡ། བཙུན་པའི་རྒྱལ་ཡར་ལུ་སེམས་དཔའི་རྒྱལ་ཨ་ནི་གསུམ་པའི་ཏེ། རེ་རེ་བཞིན་དུ་གི་བས་ཨ་ནི་བས་བཀའ་བབས་ཏི་གི་བས་ཏེ་ལས་ཁུང་ཨ་ནི་བས་ཇོ་དབྱིངས་སེམས་དཔའི་ཏེ་དུས་སུ་ཏི་གི་སྐབས་ལུ། དེ་ལན་ཏེ། སངས་རྒྱས་དང་བྱང་ཆུབ་སེམས་དཔའ་དུ་ཞིག་གིས་བསྐུལ་བ་ལྟར་ཐུགས་ཀྱི་བའི་སྟེང་ལྷ་འོག་གི་ཀླུ། བར་གྱི་གཉེན་བར་གྱི་བཙན་ཟེར་ལབ་རུ་བཏུ་བའི་ཨ་ནི་དུ་སུ་ཀའི་ད་རྣམ་ཅིག་གི་སར་བརྒྱབ་སྟེ་འཛམ་བུ་གླིང་ན་བྱོན་ཏེ་གི་བའི་ནག་པོ་བདུད་ཀྱི་སྡེ་དུ་སུ་དམ་ལ་བཏགས་སངས་རྒྱས་ཀྱི་བསྟན་པ་དུ་སུ་དག། དེ་ལན་ཏེ་ད་ལྟ་དུས་བབ་ཀྱི་སེམས་ཅན་གྱི་བདེ་སྐྱིད་སྒྲུབ་པའི་སྐབས་ལུ་ང་ཆེའི་སྟེང་གི་ལྷ་དང་འོག་གི་ཀླུ་བར་གྱི་གཉེན་བཙན་བྱ་བྱབ་ཀའི་ཞིག་གི་དབང་དྲག་གིས་མཛད་པ་ཁྲི་ནས་ག་ཅི་ཀ་ན་རུ། མ་བྱས་ཀྱི་སྒྲུབ་ནི་ཡིན་ཟེར་ཡང་ནི་ཁོང་གིས་ཁས་བླངས་ནི་འདི་གྱིས་དེ་ལས་འདི་གླིང་དང། གཞན་པའི་དུས་སུ་དམག་བཅབས་དང། དེ་ཡང་ནི་ཁོང་གིས་དཀྱུས་བདལ་ལོ། དེ་ལས་ཁོང་རྒྱལ། དེ་ལས་དེའི་ཁྲོད་ན་རལ་ཏེ་གྲོག་རམ་རྒྱབ་ཆུར་རྫིས་ཏེ་གྱེས་པས་གླིང་གི། དམག་གིས་རྒྱབ་ཐོན་མི་དེ་དེ་ཡང་ནི་ཡིན་ཟེར་ཨིན་པས་ལ། ད་དེ་གྱིས་ན་དོན་གཉིས་ལས་དེ་སྔ་ཆེར་རྒྱལ་རྫོང་ཁ་ན་སུམ་ཅུའི་བ་བ་བྱིན། དེ་ཨ་ནི་ཐུགས་རྗེ་ཅན་གསལ་བླ་མེད་པ་རྨོངས་ཤིག་ལ། ད་ང་ནི་ཨ་ནི་ཐུགས་རྗེ་ཅན་མི་ཡུན་གླིང་གི་སེར་སྐྱའི་བཀའ་རྒྱའི་ཆུ་བོ་སེང་ངེ་ཀྱི་རྫོང་ཁ་ནས་བསླབས་ནས་ཡོད། ད་ང་ཤར་གྱི་ཧ་གོ་ཡི་བ། ཀྱི་སེར་སྐྱའི་བན་གྱི་འགྲོ་དོན་འཕྲིན་ལས་དག། ལུང་བསྟན་འདི་སུ་ག་རང་ཨ་ནི་ཨ་ནི་ཐུགས་རྗེ་ཅན་གྱི་སྣ་ཡི་སྣ་ཡི་སྣ་ཡི་སྣ་ཡི་བུ་བེ་ཞོན་ཏེ་ཀྱི་སེར་སྐྱའི་བདུད་ཀྱི་ཆ་ལ་རྫིས་པའི་མི་བ། ད་ང་ནི་འདི་ག་རྨོངས་སོང་བ་བྱིན། དེ་ནས་ད་ཁོ་གི་ཨ་ནི་ཟུམ་པའི་ང་ཆེ་རེད་གི་མི་སྤྱིར་བཏང་ཟུམ་སྤྱི་བོ་ཅེས་ཁོ་གི་ཨ་ནི་ཟུམ་སྤྱི་བས་ཡིན་པས་དེ་ངོམ་པ་དེ་ཁ་འདུ་མི་གི་གྲལ་ཁ་ལས་དེ་མ་ཕྱི་སྤྲུལ་པའི་རྒྱལ་མོ་སེམས་པའི་དེ་ཡིན་སེམས་པས་ལ་ཁ་འདུ་མ་ཨ་ནི་མ་ཕྱི་སྤྲུལ་པའི་རྒྱལ་མོ་སེམས་པའི་དེ་གི་གི་སར་རྒྱལ་པའི་གི་ཞིག་གི་དབང་དྲག་གིས་མཛད་པ་ཕྲིན་ལས་ག་ཅི་ར་ཨིན་རུ་ར་ཞིག་གི་དབང་དྲག་གིས་ལ་ག་ཅི་ར་བས་སུ་ཅི་རུ་ར་ཨ་ནི་ལུང་བསྟན་དུས་སུ་དུས་ལ་བབ་ད་ལུ་ཡིན་གྱི་མི་སྤྱིར་འཁྲུལ་བ་མེད་པ་བས། དེ་མོ་གི་སྟེ་འདོད་པའི་ཁས་བླངས་མོ་ཞིག་འདོད་ར་ཨ་ནི་ཐུགས་རྗེ་ཅི་མི་དད་ཀྱིས་ག་ཕྱེའུ་ད་ར་ཁོག་གིས་མོ་གི་ལུང་དེ་གནང་འདོད་འདུག་མོ་ལ། ད་ཨ་ནི་གསུམ་ད་ཁྲི་དེ་གི་བས་ད་གི་སར་བརྒལ་ཏེ་འཛམ་བུ་གླིང་གི་ས་ཆ་དེ་ལན་ཏེ་པོའི་ཁམས་ཡབ་གསེར་གླིང་དང་ཡུམ་ཀླུང་མོ་དེ་ལན་ཏེ་ཁོ་རེ་གི་ཕོ་གེམ། རྒྱ་ས་ཤེལ་ཁ་དཔའ་རྟུལ་གསུམ་བཅུ་མཁའ་འགྲོ་སྒྲོལ་མ་དཀར་མོ་དང་མྱུར་མོ་གི་སྤྲུལ་པ། ཨ་ནི་སུ་ད་ཅི་ག་བས་ཁོ་ར་ཨ་ནི་སུ་ད་ཅི་ག་བས་གི་སར་བརྒལ་ཕོ་ར་ཏེ་ད་བུ་བཅུ་གཉིས་མནལ་སྐུ་ཁྲུང་ཁྲུབ་ཡིན་མོ་ལ།

བདུད་ཀྱི་རིགས་འདུས་སུ་བཏུལ་བའི་གྱི་ཧེ་རུ་ཀ་སའི་ཤུ་རོའི་སྟོབས་སེ་ཡི་མེས། ད་ནི་ཟུར་མིག་གི་གེ་སར་རྒྱལ་དེ་ད་གླིང་ལོ་སྐུ་འཁྲུངས་དེ་གྱིས་པའི་ད་དེ་ན་ལོ་དེ་ལན་དེ་སྐུ་འཁྲུངས་སོགས་ཕྱིན་ཏེ་ཁོ་ག་དེ་པའི་རྫས་གཅིག་ག་དེ་ལན་ཁོ་རྒྱལ་བས་ནི་གི་དོན་ད་ལོ་ག་དེ་པའི་རྫས་གཅིག་ག་དུས་སུ་ཡ་ལེ་ཐུན་སུ་བ་མོ་ཤི་ལ་ད་ད་འཇུག་ཁོ་དེ་ན་གི་རྒྱལ་རྫས། དེ་ལན་ཏེ་དེ་རྣམས་ཀྱིས་འཇུག་ན་ལོངས་སྤྱད་དུས་སུ་ཧེ་མ་ཨ་ཁུ་ཁྲོ་ཐུང་གིས་མགུལ་སྐོར་བཅབས་ཁོ་ལ་བཞག་མི་དེ་ལོ་ཏི་ཨ་ནི་འཇུག་ན་ལོངས་སྤྱད་དུས་སུ་ལས་གླིང་གི་ཕ་སོར་ལས་ཀ་བཅོ་བརྒྱད་བསད་གཏེར་མཛོད་ནོར་བུ་ཆ་བདུན་བསད་ཨ་ནི་དུས་སུ་ག་ཧ་ར་ཁོ་གི་ལ་བ་ཚུད་པའི་ལུགས་བཞི་ཡ་གུ་ལི་ཐོན་ཡོད་པ་རྨོག་ཤི་ལ་དང་ཨ་ནི་པའི་བལ་སེལ་གྱི་ཤུལ་མ་ལུ། དེ་ལན་ཏེ་གེ་སར་རྒྱལ་བསྟན་གྱི་ཕྱོགས་ཀྱི་དུས་ཆེན་དུས་སུ་ཨ་ནི་ཐུགས་རྗེ་སྐྱེ་མེད་ཀྱི་ལུང་བསྟན་དང་ཁྲིད་དེ་གི་བས་ཏེ་ག་དེ་བའི་དུས་ཡིན་ཟེར་བ་བཞིན་ཤར་དུས་ཀླུ་ཁྲི་རྟ་རྒྱལ།

ཁ་ཐུ་ལ་མ་ཕོ་བིན་སེ་ལ་འདུག་ལ་ལྷོ་དུས་ཤིང་ཁྲི་རྒྱལ་པོ་སེ་དེ་ལ་ནུབ་དུས་དེ་གུ་གར་རྒྱལ། བྱང་དུས་ཡམ་བུའི་ཀླུ་བཙན་དེ་ལན་དེ་འཇང་གི་ས་ཐམ་རྒྱལ། བྱང་དུས་ཁྱེད་རི་ལྕགས་རྫོང་སེ་བྱང་བུར་གཡུ་འབྲུག་དར་རྫོང་སེ་བྱང་མེ་ཨ་བྲ་ཟི་རྫོང་སེ་དེ་ལན་སྤྲུལ་སྐུ་བྱེ་ཆེན་བཅོ་བརྒྱད་སེ་ཕྱི་གླིང། ཡུལ་གྲུ། བཅུ་གཉིས་ཟེར་ཏེ་ཕྱིའི་རྒྱལ་ཁབ་སྡེ་དག་ནི་ཁག་བཅུ་གཉིས་དང་བདུད་ཀྱི་སྡེ་དག་ཡོད་མིན་གྱི་བདུད་ངོམ་པ་བས་ཡོད་མིན་གྱི་ཕྱིའི་རྒྱལ་ཁབ་བཅུ་གཉིས་དང་གཅིག་ཁ་ལོས་གེ་སར་རྒྱལ་གྱི་མ་ཅབ་ཅི་སེ་མེ་དེ་སྟེ་ཕྱིའི་རྒྱལ་ཁབ། ཅི་སྟེ་ཇར་སེ་མེ་དེ་ཡིན་པས་ཅི་སྟེ་ཨུ་ལང་སེ་མེ་དེ་ཡིན་པས་ཅི་སྟེ་ཨུ་ཡིན་སེ་མེ་དེ་ཡིན་པས

ཕྱིའི་རྒྱལ་ཁབ་འགའི་བཏུས་ཡི་ཁ་ལུ་ནག་ན་གླིང་གི་ནག་ན་ལོད། གེ་སར་རྒྱལ་བདེ་འབའ་ཆུ་མཚོན་སེར་ནག་གོ་ལུ་གླིང་ཁོར་ཡིག་ནག་ནོ་ལའི་སྡེ་སྲིན་ཁ་དོག་ཏུ་བགྱིས་པའི་བེ་བོ་བྱིན། དེ་ནས་འདིར་འབྲུག་དགའ་ལྡན་རྒྱལ་པོའི་ཆུང་རྫོང་སེ་ཁོ་ར་ཁོ་ར་སྡེ་སྲིན་བེ་ཡུལ་ས་ལ་མེ་ཏི་ན་ཡན་རྒྱལ་བྱིན། དེ་ལས་འདིར་ཚ་གདན་རྗེ་རྒྱལ་བི་ནས་རྫོང་སེ་དེའི་ཁོ་ར་ཁོ་ར་སོ་སོ་བྱིན་རྒྱལ་བྱིན། སེར་བ་དགེ་ཆུ་གཡང་རྫོང་སེ་དེའི་ཁོ་ར་སོ་སོ་སོ་སོ་བེ། དེ་ནས་དགའ་ལྡན་ཆུ་ཡི་གསེར་རྫོང་སེ། སྲིན་མཚོ་དམར་བའི་འཁྲབ་རྫོང་སེ། སྙུན་མེད་ཨ་སེའི་གཡུ་རྫོང་སེ། རྒན་བོ་རོང་གི་འདས་རྫོང་ལོ་སེ། ཕ་ཤ་རྒྱས་པའི་ར་རྫོང། རྨ་རྒྱལ་སྦོམ་རའི་གཏེར་རྫོང། ལྷོ་ཚ་བ་རོང་གི་མདའ་རྫོང་ལོ་སེ། ཨ་ནི་ཟུམ་པའི་དེ་མ་འགྲོ་མ་འགྲོ་བའི་ཡུལ་མི་འདུས་སེ། དེ་ནས་གི་ས་རྒྱལ་བདུད་བྱོན་པའི་ང་ལས་རེ་རེ་བཞིན་དུ་འོ་ལུ་འདུ། དང་ཨ་ནི་ཟུམ་པའི་དེ་ནས་འདས། ཕྱོགས་སོ་སོ་སོ་སོ་ལས་དེ་ནས་འདས་རེ་འདུས་སེ་སྟོན་མི་དགོས་ལུང་བཞི་ཨིན་པའི་ལ།

ཨ་ནུ་ཟུམ་པའི་དེ་རྫོང་ཆེན་བཅོ་བརྒྱད་དང་རྫོང་ཕྲན་གྲངས་མེད་བགྱིས། དེ་ལྟ་དབང་དུ་བསྡུས་གོ་བསྡུ། དེ་ལན་དེ་ལྟེ་རུ་སྟོན་གོ་བསྡུས་སུ་སྟོན་བཞེས་གོ་བསྡུས་སུ་བཞེས་མཐའ་སྐོམ་ཉི་ཤུ་རྩ་གཉིས་སེ་བསྡུས་ལ། ཡང་ཁུབ་ཀླ་ཀློ་སུམ་ཅུ་སོ་གཉིས་སེ་ཨ་ནུ་བསྡུས་སུ་ནོར་ལུག་བསྡུས་རྒྱལ་རིགས་བསྡུས་སུ་ཁ་བཏགས་བསྡུས་མི་སོ་བསྡུས་བསྡུས་སུ་གཏན་ལ་ཕབ་སངས་རྒྱས་ཀྱི་བསྟན་པ་བཙུགས། ཨ་ནུ་བས།

དེ་དུས་སུ་སྐྱེ། དེ་དེ་སངས་རྒྱས་ཀྱི་བསྟན་པ་དུས་སུ་སྐྱོང། དེ་ལས་འདས་སེམས་ཅན་གྱི་བདེ་སྐྱིད་དུས་སུ་སྒྲུབ། ནག་པོའི་བདུད་ཀྱི་སྡེ་དུས་སུ་གཏན་ལ་ཕབ་སྟེ་སྐྱེ་བའི། དེ་ལྷོ་འཛམ་བུ་གླིང་སེམས་དཔའི་སྡེ་ན་ལུགས་ཀྱི་སར་རྒྱལ་བས་ཀྱི་ཚེ་འདི་ཀྱི་དགའ་སྟེ་ཁྱབ། བས་དང་གནས་པའི་བཟོ་ཡི་ཡེ་སྲིད་ཨིན་བས་ལ། དེ་ལྟར་ཀྱི་སར་རྒྱལ་བས་ཚེ་མི་འདི་ཀྱི། དེ་ལས་འདས་ང་ཅན་གྱི་ཧ་གོ་སུ་བ་བྱིན། དེ་ལས་འདས། ཡ་བྲེས་མེད་ཀྱི་བླ་མ་ཡིན་སེ་ལབ་མེད་ལ། ཧ་གོང་མ་སུ་བ་ཅིན་རང་བཟོ་ཅེས་པིན་གྱི་ཕྱི་དང་ཤིན་གྱི་ཤན་པ་ཡིན་ས་ཡིན་པས་ད་ག་དེ་པིན་ཨིན་རུ་རང་ཏག་གི་སར་རྒྱལ་བདེ་ཏེ་འཁོར་དང་བཅས་པ་གྱིས་ད་དུས་ཀྱི་སྡེ་དུས་སུ་བཏུས་ཏེ་དུས་ཀྱི་སྡེ་དུས་སུ་བཏུས་ཡི་སྐབས་ལུགས་དྲག་པིན་གྱི་མཛད་པ་དེ་ལས་ལག་ལེན་ཐབས་དུས་ཀྱི་བས་ཏེ་དུས་སུ་སེམས་ཅེས་པིན་ནི་དེ་ཀྱི་ཕུ་ན་ལུ་དེ་ལས་ཕུ་ལུ་གོང་ཡན་དེ་ལས་འདི་གཉའ་བོ་ལ་རྟགས་མ་བྱིན་མི་ཐུབ་པས་དེ་པིན་ནི་དེ་ཀྱི་དམག་ན་ཤི་མི་ག་དེ་པིན་པིན་མི་སུ་ཀྱི་དུས་ད་ལུ་ཡན་དེ་ལས་འདི། གེ་སར་རྒྱལ་བདེ་ཀྱིས་དེ་རིམ་པ་བཞིན་དུ་དེ་ལས་ལས་ཀྱི་སྒྲིབ་པ་སྦྱང་ནས་ཀྱི་དེ་ལས་དེ་ཐབས་ཤེས་དུས་སུ་མཛེས་པ་མ་ཟད་ད་དེ་ལས་དེ་ཆོས་ཀྱི་འཁོར་ལོ་དུས་སུ་མ་གཏུགས་གཏུབ་པའི་སྐུ་དེ་ཀྱིས་པས་ད་རིམ་པ་བཞིན་དུ། ཡེ་ལོ་ཐར་པའི་ས་པཎ་བདེ་བཙུགས་ཡེ་ལོ་ཅི་བློ་སེམས་ཆོས་བློ་བཙུགས་ཡེ་ལོ་ཅི་ངོ་མར་སྙོམས་པར་རྫོགས་པ་སངས་རྒྱས་པའི་ལམ་ལོ་རྒྱུད་དེ་དེ་མེ་རེ་རང་རང་སོ་སོ་ཀྱི

ཁང་དེ་ཕོ་བྲང་དེ་ཡི་ནང་དུ་ལྷན་པ་པོའི་བ་ཅན་རྒྱལ་བའི་ཕྱག་ལ་གནང་སྲིད་དེ་ནས་དམངས་ཀྱིས་བསྐོས་བཞག་བཏང་སྲིད་རྒྱལ་ཁབ་ཀྱི་ཅུང་ཞིག་ཐབས་ཆེན་ཡིན་ཟེར་མེད་དང་ཨ་འདི་དུས་སུ་རྫས་ཚའི་སྒང་ལས་དེ་ནས་ཨ་འདི་ནང་ལ་ཆོས་ཀྱི་འཁོར་ལོ་དུས་སུ་བསྐོ་ཡི་ཟེར་མེད་ཉིད་ལྟར་བཞིན་དུ་ཨ་འདི་ཕོ་བྲང་བསང་བཀྲུ་བཏགས་ཚིག་གིས་དེ་ནས་དེ་ནང་དུ་ལུས་དེ་ནས་དེ་ཆོས་ཀྱི་འཁོར་ལོ་བསྐོ་དེ་ནས་ཁྲེས་ཁྲེས་སྐབས་ཁོ་ར་ཐུགས་དམ་ལུགས་ཞུ་དང་ཨ་འདི་བས།

དེ་ཨ་ནི་ང་ཅིག་རྫོང་ཁ་ན་ཙུམ་ཡོད་པ་ཨ་ནི་ཐུགས་རྗེ་ཆེ་མི་ཟེར་ལབ་མེད། དེ་ཨ་ནི་ནི་རྣམ་སྨིན་དཀར་མོ་ཟེར་ལབ་མེད། དེ་ཨ་མ་ཆོས་འཁྲུལ་པའི་རྒན་མོ་དེ་ཡིན་པའི་གཙོ་བོ་ངོམ་པ་འདི། ད་ཨ་ནི་ཨ་ནི་ཐུགས་རྗེ་ཆེ་མི་འདི། དེ་ནས་དེ་ཁ་འབྲུ་མ། གྲངས་མེད་གཅིག་གིས་བྱང་ཁ་མ་ཆུབ་ཀྱི་མཐའ་བསྐོར་དེ་བགྱིས་པས་ནམ་མཁའ་སྟོང་མེད་ཀྱི་སྦུ་ལེ་བས། དེ་དེ་སྲིད་ཀྱི་ཆིབས་དེའི་མོག་གི་ཁྲི་རེ་སྐབས་སེང་གེའི་རྐང་བུ་ལུས་ཆིབས་ཤི་ན་བཅོས་མའི་མོག་ལ་དེ་སྲིད་ཀྱི་ཆིབས་དེའི་གཡུ་འབྲུག་སྨྱོ་འབུག་ཆུ་ལུས་ཆིབས་དེ་བགྱིས་པས་ཡིན་པས་སྲེད་མེད་ལ་གཡུ་འབྲུག་སྨྱོ་འབུག་ཆུ་ལུས་ཆིབས་དེ་བགྱིས་པས། དེ་ལས་སེང་གེ། སྲབ་མེད་པའི་ཀྱི་སྲིན་གྱི་ལྕི་དེ་ང་ཆེན་གསུམ་བཅུ་བ་ཅིག་རོ་བཞི་འཛུམ་པའི་ཁྱིའི་བས་ཆིབས་ཏེ། གཡུ་འབྲུག་སྙིང་པོ་ལ་ཆིབས་དེ་ནས་སྲིན་གྱི་ལྕི། སྟེང་དག་གིས་འཁོར་གང་འབྲུ་མ་འབུམ་གྱིས་བསྐོར་ཏེ་གཡས་པའི་བུ་ཞོན་དག་དེ་ལས་འདས། སྲིན་གྱི་དུ་ལུ། ག་ལུ་ག་ཅི་སྐད་དུ་འདུག་ཟེར་བ་བཞིན་ལྷ་ཡི་ནོར་བུ་ཆ་བདུན། ཨཱ་ནི་ཟེར་གཡས་པའི་བུ་ཞོན་དེ་ལས་འདས་ཕྱག་གཡས་པ་ལུ་དེ་ལས་འདས་ཕྲེང་བ་ཅི་རྣམས་ཨཱ་ནི་ཐུགས་རྗེ་ཅན་དེ་ཀྱི་ཕྱག་གཡས་པ་ལུ་ཕྲེང་བ་ཅི་རྣམས།

དེ་ཨ་ནི་ཐུགས་རྗེ་ཅན་དེ་ཀྱིས་དེ་ནི་དེ་ལུང་བསྟན་ཏེ་དེ་བས་ན་ཡིན་སྲིད་ཡིན་པས་ལ་དྭགས་ཨ་ནི་ཚུན་ཆད་ཀྱི་དེ་ད་ཀི་སར་རྒྱལ་བདེ་ཀྱིས་ལུང་བསྟན་ད་ཁྲི་དེ་ཀྱི་བས་འཛམ་བུ་གླིང་ན་ལུང་བསྡུས་བསྡུས་སྒོ་བསྡུས། དེ་ནི་དམ་ལོ་བརྟག་སྒོ་བརྟག་སྤྱོང་སྒོ་སྤྱོང་སངས་རྒྱས་ཀྱི་བསྟན་པ་ལུ་ཕན་བརྟག་སྒོ་བརྟག།